ནང་སོ་ད་དེ་རིང། ད་མུ་མཐུད་ནས་ད་མ་སྤྱི་ཆོས་དེ། སྤྱི་ཆོས་དེ་བླ་མ་ལྔ་བཅུ་པའི་སྤྱི་ཆོས་དེ་མ་མུ་མཐུད་ནས་ཞུ་ཡག་ཐུབ་ས་ཡིན། དེ་ལ་ཡང། ད།

ད་རེས་ཀྱི་སྤྱི་ཆོས་དེ་བ་མུ་མཐུད་ནས་ཞུ་དགའ་རྒྱུ་མཚན་རོ་གཅིག་དེ་ག་རེད་ཟེར་ན། ད་ནས་ཁ་སང་དང་པོ་སྤྱི་ཆོས་ཀྱི་དང་པོ་བྱས་པའི་སྐབས་ལ་ཡང་ཨ་ན་ད་ཉི་མ་ཁ་ཤས་ཅིག་གསུང་ཆོས་བྱས་ཐུབ་ཡོད་པ་མ་རེད། དེ་འདྲ་ཡིན་དུས་ཟེར་ན་ད་དེའི་གི་ཁ་སྣོན་གི་སོར་བཞི་རེད། གཉིས་པ་དེ་ག་རེད་ཟེར་ན་ཨ་ན་ད་རེས་གོ་སྐབས་འདི་དང་བསྟུན་བྱས་ནས་ཨ་ན་བླ་མ་ལྔ་བཅུ་པ་དེ་བ་ཚགས་པ་བྱས་ཤག་ན་ཡག་གི་མེད་འགྲོ་བསམ་པ་རབ་ཅིག་དེ་འདྲའི་དྲན་སོང་ཨ།

རིང་རུ་བཏང་བྱས་ནས་སྐར་ཆ་ཐོས་པ་ཁ་ཤས་བཅུག་བྱས་དེ་འདྲ་བྱས་ཡིན་པ་རེད། ད་ཡིན་ན་ད་དེ་རིང་དེ་ངས་དེ་རིང་ད་འགོ་བཙུགས་ཡར་ཞེས་བྱས་ཙང་ངས་མང་པོ་ཞིག་རག་ཞུ་མི་གོ་ཆེད། ད་དེ་ཡང་སྤྱི་བཏང་གི་ཅིག་སྐྱེ་བའི་བཤེས་གཉེན་བསྟེན་ཡག་ཨ་ནི་བླ་མ་བསྟེན་ཡག་ཟེར་ཡག་དེ་ཨ་ནི། ད་ཤོ་རེད་ཅེས་ཡོད། ཆོས་གཅིག་པོ་མ་རེད་ད། འཇིག་རྟེན་མི་ཆོས་ནས་བྱས་པ་ཡིན་ན་ཡང། ང་གོ། ཅིག་ད་ཤོ་རེད་དགེ་རྒན་བསྟན་ཡག་རེད་པ། དགེ་རྒན་བསྟན་ཡག་སློབ་དཔོན་བསྟན་ཡག་དེ་གོ་གལ་ཆེན་པོ་ཞུ་ཆ་དེ་ཡོད་རེད་པ། ཨ་ནི་དམ་པ་ལྷ་ཆོས་ནས་བྱས་པ་ཡིན་ན་ནི། ཨ་ནི་ཅིག། དགེ་བའི་བཤེས་གཉེན་བསྟན་ཡག་བླ་མ་བསྟན་ཡག་ཟེར་ཡག་དེ་གལ་ཆེན་པོ་ཞུ་ཆ་དེ་ཡོད་རེད། དམིགས་བསལ་དུ་གསང་སྔགས་རྡོ་རྗེ་ཐེག་དཔལ་གྱི་ལུགས་ལ་ཡག་བླ་མ་བསྟན་ཡག་དེ་ད་གལ་ཆེན་པོ་ཞུ་ཆ་དེ་ཡོད་རེད། གལ་ཆེན་པོ་ཡིན་པའི་རྒྱུ་མཚན་ནི་ག་རེ་ཟེར་ན་ད་ལྟ་རྗེ་དགེ་བའི་མི་རྒྱུད་དུ་གཟིགས་ཀྱི་རླུང་སེམས་དབྱེར་མེད་ཀྱི་ཁྲིད་དབུ་ལི་ཡ་གཅིག་གལ་ཆེན་པོ་ཡིན་པའི་རྒྱུ་མཚན་གཅིག་གསུངས་འདུག་བ་དེ་ཅི་མ་ཅིག་ཤོས་ཁོ་གར་དོན་དག་རྡོག་རྡོག་རུ་ཅི་མ་ཞུས་པས་ནི་ཡག་པོ་མེད་འགྲོ་བསམ་དྲན་སོང། དེའང། སྤྱི་དང། ཉན་ཐོས་ཀྱི་ཐེག་པའི་དབང་དུ་བྱས་པ་ཡིན་ན། བླ་མས་འབྲས་བུ་མ་ཐོབ་པ་ལ་སློབ་མས་འབྲས་བུ་ཐོབ་པ་དེ་འདྲའི་ཡག་རེད། དཔེར་ན། ཀུན་དགའ་བོ། ཁོ་རང་དགྲ་བཅོམ་པའི་གོང་འཕང་མ་ཐོབ་པའི་གོང་ལ་ཡང་ཁོ་རང་གིས་ཆོས་བཤད་སའི་སློབ་མ། ཅིག་དགྲ་བཅོམ་པའི་གོང་འཕང་ཐོབ་པ་དེ་འདྲའི་གི་གཏམ་རྒྱུད་ཡོད་རེད་པ། ད་ནང་བཞིན་གྱི་རང་རྒྱལ་སྲིད་པ་མཐའ་མ་པ། རང་སངས་རྒྱས་ཟེར་ཡ་དེ་ཨེ་ནི་སྲིད་པ་མཐའ་མ་པའི་སྐབས་ལ་ཡ་ཨེ་ནི་བླ་མ་ལ་བླ་མ་བསྟེན་མ་དགོས་པ་བྱས་བྱས་ཨེ་ནི་གྲོལ་བ་ཐོབ་ཡ་དེ་འདྲས་ཡོད་རེད་བྱས་བྱས་གསུངས་ཡོད་རེད། ཡིན་ན་ཡ་དེ་བླ་མ་རྩ་བ་ཉིད་ནས་བསྟེན་མི་དགོས་ཟེར་ཡ་དེ་ཡིན་ས་མ་རེད། སྐྱེ་བ་གཞན་དུ་བླ་མ་བསྟེན་མྱོང་བ་བྱས་ཡིན་ན་ཡ་སྲིད་པ་མཐའ་མ་བ་ཁོ་རང། སྐྱེ་བ་མཐའ་མ་དེ་ལ། འཁོར་བ། འཁོར་བ་ན་སྐྱེ་བ་ལེན་ཡག་གི་དང་སྐྱེ་བ་ཐ་མ་འགྲོ་བ་དེ་ལས་ཡག་ཨ་ནི་བླ་མ་བསྟེན་མ་དགོས་པ་བྱས་བྱས་ཨ་ནི་གར་ཞུ་བས་ཅི་དུར་ཁྲོད་ལ་སོགས་པའི་ནང་ལ་ཕེ་ཕེ་བྱས་ཨ་ནི་ཨ་ནི་གར་ཞུ་བས་ཅི་ཤི་བ་སྲིད་ཨ་ནི་ག་འདྲའི་གཞུང་དུ་ལྟ་ཨ་ནི་དེ་འདྲའི་བྱས་བྱས་ཡག་རྟེན་འབྲེལ་བཅུ་གཉིས་པའི་ལུགས་ལུགས་ལྡོག་ཏོ་ཨ་ནི་དེ་འདྲའི་གི་བའི་རྣམ་འདྲ་ཐོབ་གྱུར་པ་དེ་འདྲའི་ཡོད་རེད་གསུངས་འདུག་བ། དེ་འདྲ་ཡིན་དུས་ས་གནས་དང་ཉན་ཐོས་ཀྱི་ཐེག་པའི་དབང་དུ་བྱས་པ་ཡིན་ན་ཨ་ནི་དེ་ལྟ་བུའི་གི་ཅིག་བླ་མ་དེས་ཨ་ནི་གར་ཤོར་བས་མཐར་ཐུག་གི་འབྲས་བུ་མ་ཐོབ་པ་ཡིན་ན་ཡང་ཨ་ནི་སློབ་མ་འབྲས་བུ་ཐོབ་པ་འབྱུང་ཡག་ཡོད་པ། ཡང་དག་ན་ཤི་རང་སངས་རྒྱས་ལྟ་བུ་སྲིད་པ་ཐ་མ་བ་བླ་མ་ལ་མ་བསྟེན་པ་ཡང་ཨ་ནི་ཅིག་ཁོ་རང་ཅིག་ཐར་པའི་གོམ་པ་ཐོག་ཡག་ཡོད་པ་རྣམ་པ་གྲོལ་བ་ཐོག་ཡག་ཡོད་པ་དེ་འདྲ་ཡོད་རེད། ཡིན་ན་ཡང་དག་གསང་སྔགས་ཀྱི་སྐབས་ལ་ཡ། བླ་མ། འཇིགས་མི་འཇིགས་རང་ལས་རྟོགས་པ་མཐོ་བ་ཅིག་དང། ཨ་ནི། དག་སྣང་བཞིན་གྱི་བླ་མ་ལ་མ་བསྟེན་པ་ལ་ཡ་མཆོག་ཏུ་ཐུན་མོང་གི་དངོས་གྲུབ་མཐོ་བ། ཡོད་མ་རེད། དེ་མཐོ་བ་མེད་པའི་རྒྱུ་མཚན་ག་རེ་རེད་ལབ་ཡིན་ན། ཨ་ནི། ཐིགས་པ་འོ་མའི་གི་སྐབས་ལ་ཡ་ཐིགས་པ་འོ་མའི་གི་ལམ་དེ་ཚོ། ཐིགས་པ་གོང་མ་ལ་ལྟོས་པ་ཡིན་ན་ཨ་ནི་རྟོགས་པར་དཀའ་བ་ཅིག་ཆགས་ཡོད་བ་མ་རེད། ད་ཨ་ནེ་ཤིང་གི་འབྲས་བུ་ཡང་ཨ་ནི་ཐིགས་པ་གོང་མ་ལ་ལྟོས་པ་ཡིན་ན། སྒྲུབ་སླ་བ་དང་ཨ་ནི། རྙེད་སླ་བ་ཡིན་དུས་ས་ནི་ཨ་ནི། བསྐལ་པ་མཆོག་ཏུ་གྱུར་པའམ། ད་ཨ་ནེ་ཤིང་གི།

ད་ནང་བཞིན་གྱི་རང་སངས་རྒྱས་སྲིད་པ་ཐ་མ་བ་དེ་ནི་སོ་སོའི་གི་ཤེས་རབ་ཉི་ཚེ་བའི་གི་ང་རྒྱལ་གི་ཤེས་བྱ་བའི་ཉི་ཚེ་བ་སྔོན་གྱི་གོམས་པའི་སྟོབས་ཀྱིས་སོ་མར་བས་ད་དང་གི་གོང་དུ་ཞུས་པ་ནང་བཞིན་གྱི་སྐྱེ་བ་གོམས། ཁོང་དེ་ཚོ་ལ་ཡང་ཨ་ནི་དགེ་བའི་བཤེས་གཉེན་བསྟེན་ནས་ཨ་ནི་ལམ་ལ་ཡང། སྦྱངས་པ་སྔོན་དུ་སོང་བའི་སྟོབས་ཀྱིས་ཨ་ནི་ཁོ་རང་འདི་འདྲའི་ཆོས་ཉིད་ལུགས་ཐོག་གཏོགས་འདྲ་འདི་འདྲའི་ཡོང་ཡོང་འདི་ཡག་རེད། ཡིན་ན་ཡང་ད་ལྟ་གསང་སྔགས་ཀྱི་སྐབས་ལ་ཡང་རྒྱུ་དང་ལམ་དང་འབྲས་བུའི་གི་རྣམ་གཞག་ཟབ་མོ་ཞེ་དྲག་ཡོད་རེད། དེ་ཟབ་མོ་ཞེ་དྲག་ཡོད་པ་ཡིན་དུས་ས་ནི་ཤེས་རབ་ཉེ་ཚེ་བའམ་ཤེས་རབ་ཕྱོགས་རེ་བ་གཅིག་གིས་རྟོགས་ཐུབ་ཀྱི་མ་རེད། དཔེར་ན། རང་རྒྱལ་དགྲ་བཅོམ་ལྟ་བུ་དེ་འདྲའི་རིག་པའི་ཤེས་རབ་ཉི་ཚེ་བས་རྟོགས་ཐུབ་ཀྱི་མ་རེད། དེ་འདྲ་ཡིན་དུས་ས་ནས་གསང་སྔགས་དེ་བསྐལ་པ་མཆོག་གི་ཐུན་མོང་མ་ཡིན་པའི་སྤྱོད་ཡུལ་ཆགས་བསྡད་ཀྱི་བ་རེད། དེའི་རྒྱུ་མཚན་ལ་བརྟེན་ནས་རང་ལས་ཀྱང་པའི་ཡོན་ཏན་ལྷག་པའི་ཁྱོད་ཚེ་ནུས་གསུམ་དང་ལྡན་པའི་བླ་མ་ཅིག་མ་བསྟེན་པ་ཡིན་ན་གསང་སྔགས་ཀྱི་གོ་འཕང་འགྲུབ་ཡ་ཡོད་མ་རེད། ལྷག་པར་དུ་ངེད་རང་དྲ་བཅོམ་དེ་ཚོའི་གི་ད་ག་ཤོད་ཅིག་ཡང་ཅིག་ཉོན་སྒྲིབ་སྤངས་མ་སྤངས་གསལ་མང་པོ་གསུང་འདུག་བ་ཉོན་སྒྲིབ་སྤངས་ཡོད་རེད་སྤངས་ཡོད་མ་རེད་གསལ་ཅིག་གསུང་སྲོལ་རུབ་རུབ་མང་པོ་ཞིག་ཡོང་དེ་ཡོད་རེད་ད་གང་ལྟར་ཡང་ཅིག་ག་ཤོད་ཤེས་བྱའི་སྒྲིབ་པ་དང་སྙོམས་འཇུག་སྒྲིབ་པ་ལ་སོགས་པ་པའི་ཟད་པར་སྤོང་ཐུབ་ཡོད་མ་རེད་དེ།

དོན་གཉིས་བག་ཆགས་དང་བཅས་པ་སྦྱོང་བ་ལ་ཡང་ཚོགས་གསོག་པ་རབ་ཀྱི་མཐར་ཕྱིན་པ་ཞིག་དགོས་རེད། ཚོགས་གཉིས་ཡོངས་སུ་རྫོགས་པ་ཞིག་དགོས་རེད་ཚོགས་གཉིས་རབ་ཀྱི་མཐར་ཕྱིན་པ་ཞིག་དགོས་རེད། ད་ཚོགས་གསོག་པར་བྱེད་པ་ལ་ཚོགས་གསོག་ཡུལ་གྱི་གང་ཟག་དེ་གལ་ཆེན་པོ་ཆགས་འདི་ཡོད་རེད་བ་ཚོགས་གསོག་ཡུལ་ད་ལས་དང་པོ་བ་གྲུབ་བྱེད་ཡིན་པས་ན་ཚོགས་གསོག་པའི་ཚོགས་གསག་གི་ཞིང་དེ་སངས་རྒྱས་དངོས་སུ་མཇལ་ཐུག་གི་མ་རེད་བ། ང་རང་ཚོའི་བསོད་ནམས་ཀྱི་ཞིང་ཟེར་ན་འདྲ་འདུག་ཚོགས་བསུ་ཡུལ་དེ་ཨ་ནི་སངས་རྒྱས་སྔས་སུ་མཇལ་ཐུབ་ཡོད་མ་རེད་དེ་ལས་ཡིན་དུས་བཟང་ནས་ཨ་ནི་སངས་རྒྱས་དངོས་དང་འདྲ་བས་ཀྱི་ཨ་ནི་ཅིག་བླ་མ་ཅིག་བསགས་སྦྱང་གི་ཡུལ་ལ་ཡག་མེད་ཀ་མེད་ཆགས་དེ་ཡོད་རེད། ག་རེ་རེད་ཟེར་ན་དེ་འབྲས་བུ་ཀྱི་ད་སངས་རྒྱས་དངོས་དང་འདྲ་བས་ཀྱི་ཅིག་བསགས་སྦྱང་གི་ཡུལ་ཕུལ་དུ་བྱུང་བ་ཅིག་མེད་པ་ཡིན་ན་ནི། ཚོགས་བསགས་ཀྱི་ཞིང་དེ་ལ་བརྟེན་ནས་བྱང་ཆུབ་སེམས་དཔའི་བསོད་ནམས་འགྲུབ་ཐུབ་བོ་མ་རེད། དེ་མ་གྲུབ་པ་ཡིན་ན། བྱང་ཆེན་གྱི་བསགས་སྦྱངས་མཐར་ཕྱིན་པ་ཡོང་ཐུབ་བོ་མ་རེད། དེའི་རྒྱུ་མཚན་ལ་བརྟེན་ནས། གསང་སྔགས་རྡོ་རྗེ་ཐེག་པའི་སྐབས་ལ་ཡང་སངས་རྒྱས་དངོས་དང་བས་གཞན་མཉམ་པ་སེམས་ལ་འདྲ་འདུག་སངས་རྒྱས་དངོས་དང་འདྲ་བས་ཀྱི། མཚན་ལྡན་གྱི་བླ་མ་གཅིག་ནི་བསགས་སྦྱང་གི་ཡུལ་ལ་ཡང་ངེས་པར་དུ་དགོས་ཡ་གཅིག་དང་དེ་མེད་ཀ་མེད་ཆགས་ཏེ་ཡོད་རེད། ད་ནང་བཞིན་གྱི་དེའི་ཤུགས་ཀྱིས་བླ་མ་ལ་མ་བསྟེན་པ་ལ་ཡང་མཆོག་དང་ཐུན་མོང་གི་དངོས་གྲུབ་འགྲོ་ཡ་མེད་པ་ལྷག་པར་དུ་མཆོག་གི་དངོས་གྲུབ་འགྲོ་ཡ་མེད་པ་དེ་འདྲ་ཆགས་ཏེ་ཡོད་རེད།

རྒྱུ་ཕར་ཕྱིན་ཐེག་པའི་སྐབས་ལ་ཡིན་ནའང་འབྲས། དག་ན་བཞིན། འབྲས་བུ་ལྡོག་བཞི་ཐེག་པའི་སྐབས་ལ་ཡིན་ནའང་འབའ། ལམ་གྱི་རྩ་བ་ལམ་གྱི་སྲོག་ལྟ་བུ་ཆགས་བྲལ་ཡོད། རྟགས་དེ་འདྲའི་ཡིན་དུས་སང་ནས། རྟགས་དེ་འདྲའི་དབུས་ཀྱི་བླ་མ་མཚན་ཉིད་དང་ལྡན་པ་བཅས་ལ་ཡང་ང་ཚོའི་བསྟེན་ཚུལ་བླ་མ་བསྟེན་སྟངས་དེ་ཡག་པོ་ཆུང་པོ་ཡིན་ན། ཕན་ཡོན་མང་པོ་ཞིབ་ཞིབ་ཡོང་འདི་ཡག་རེད། ད་ཕན་ཡོན་འདི་ཚོ་མ་གཞི་རྗེས་ལ་ཡོང་གི་རེད་ངས་དེ་མང་པོ་ཞུ་མོ་བ་བྱས། དཔེར་ན། དུས་འཁོར་འགྲེལ་ཆེན་དྲི་མེད་འོད་ཀྱི་ནང་ལོགས་ལ་གང་ཞིག། གང་ཞིག་སེམས་ཅན་རྣམས་ལ་བརྩེ་བ་ཡི། ག་རེ། གཞན་དོན་འགལ་ལ་རྟག་པར་བརྩོན་པ་ཡིས་བློ་མ་དག་པ་རྣམས་ལ་ལམ་དང་བླ་མ་དམ་པའི་དྲིན་ལས་བྱུང་བ་ཡིན་ཞེས་བཤད། གང་ལྟར། ག་ཞུ་བ་བྱས་ཡོད།

གལ་སྲིད་ཡང་བླ་མ་བསྟེན་སྟངས་ཡག་པོ་མ་བྱུང་ན་ཨ་ནི་དེ་ཚོད་ཀྱི་ཡང་སྐོར་ཅིག་ཉེས་མིང་མང་པོ་ཅིག་འབྱུང་ཨ་ཡོད་པ། དེ་དོན་ཡིན་དུས་སང་ནས་ཨ་ནི་བླ་མ་བསྟེན་སྟངས་ཡིག་སྡུག་པོ་བྱུང་པ་ཡིན་ན་ནི་དམྱལ་བ་ནག་མེད་ལ་སོགས་པ་ལ་སྐྱེ་བའི་རྒྱུ་བྱེད་ཀྱི་རེད། ག་རེ་ཟེར་ན་བླ་མའི་ཐུགས་དཀྲུགས་པ་ལ་སོགས་པ་གིས་ཨེ་ནས་སྣང་བ་སྣང་བ་མཉམ་མེད་ལ་སོགས་པར་སྐྱེ་བའི་རྒྱུ་རྒྱུ་བྱེད་རེད། ཨེ་ནས་གལ་སྲིད་ཡག་པོ་བྱུང་པ་ཡིན་ན་ནི་ཤེས་རབ་ཡེ་ཤེས་སྐྱེས་ནས། ག་རེ་བས། ཡེ་ཤེས་སྐྱེས་ནས་ཨེ་ནས་སངས་རྒྱས་དགོངས་པ་ཐོབ་པའི་རྐྱེན་ཞིག་རེད། དེ་འདྲ་ཡིན་དུས་ས་ནས་ཨེ་ནས་ཅིག་བླ་མ་བསྟེན་སྟངས་ཟེར་བ་དེ་ཞིབ་པོ་ཅིག་གིས་ད་གནད་འགག་ཆེན་པོ་ཟེར་ནས་བསྒྲགས་འདུག་གལ་ཆེན་པོ་ཞིག་ཆགས་ཏེ་ཡོད་རེད་ཟེར་ནས་གསུངས་འདུག་བ།